ཤོག་གྲངས་བརྒྱ་དང་བདུན་ཅུ་བདུན་དགུ། སྙིང་རྗེའི་ཤེས་རབ། སྙིང་རྗེའི་ཐོག་འཛམ་གླིང་ནང་གི་ཆོས་ལུགས་ཁག་གི་བསླབ་བྱའི་གྲུབ་ཆ་གལ་ཆེན་པོ་གཅིག་ནི། ཚད་མ་རིག་པའི་གཞི་རྟེན་དེ་ཡིན། ལྷ་ཡོད་པར་སྨྲ་བའི་ཆོས་ལུགས་ཚང་མས། ཡང་ནས་ཡང་དུ་དཀོན་མཆོག་གི་བརྩེ་བ་དང། ཁོང་གིས་བཀོད་པའི་སེམས་ཅན་གྱི་སྙིང་རྗེའི་རང་བཞིན་ལ་གལ་ཆེན་པོར་འཛིན། དེར་བརྟེན་སྙིང་རྗེའི་ཐོག་ནས་བྱ་བ་བྱེད་པ་དེ་དཀོན་མཆོག་གི་རྗེས་སུ་འཇུག་པ་དང་ལད་མོ་བྱེད་པའི་ལམ་ཞིག་ཏུ་བརྩི་གི་ཡོད། དེར་བརྟེན་ལས་དེའི་རིགས་ཡང་དག་པ་ཞིག་ཏུ་འདོད། ནང་ཆོས་ནང་ཚན་མ་རིག་པའི་ཁྱད་ཆོས་ཁྲོད། བདག་དང་གཞན་གྱི་གཏིང་ཟབ་པའི་འབྲེལ་བའི་རང་བཞིན་ངོས་འཛིན་བྱེད་པ་དང་གཞི་རྩའི་ཆ་ནས་ང་ཚོ་ཚང་མ་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་གཅིག་གྱུར་ཡིན་པ་ཤེས་རྟོགས་བྱ་རྒྱུ་ཚུད་ཡོད། སྐབས་ཀྱི་དོན་འདིར། བདག་དང་གཞན་གཉིས་ཕན་ཚུན་ལྟོས་མེད་རང་སྐྱོ་བར་འཛིན་པའི་བསམ་བློའི་འཆར་ཚུལ་ནི་རྦད་དེ་ལོག་པ་ཞིག་ཡིན། ཚད་མ་རིག་པའི་ཁྱད་ཆོས་ཀྱི་རླབས་ཆེ་བའི་ཕན་ཡོན་ནི། ང་ཚོའི་བཟང་པོའི་བྱ་སྤྱོད་ཚང་མ་གང་ཟག་བྱེ་བྲག་པ་གཅིག་གི་ཐོག་ལ་མིན་པར། རྒྱ་ཆེ་ས་ཞིག་ནས་བལྟ་རྒྱུར་གཞི་རྩ་འཛིན་གྱི་ཡོད། ནང་ཆོས་ནང་དེ་ལ་ཕལ་ཆེར་ཤེས་རབ་ཀྱི་ཆ་ཟེར་གྱི་ཡོད། ལྟ་ཚུལ་ནི་ད་ཆ་རང་གཅེས་འཛིན་ནམ་གཅིག་ལེན་གཅིག་འཇལ་བྱེད་པ་ཙམ་མིན་པར་ཀུན་ལ་ཁྱབ་པ་ཞིག་ཆགས་ཡོད། ལྷ་ཡོད་པར་སྨྲ་བའི་ཆོས་ལུགས་ནང་གཞན་གྱིས་རང་ལ་མནར་དུ་བཅུག་པའི་སྡུག་བསྔལ་ཐལ་བའི་འཛམ་གླིང་ན། གང་བྱུང་བ་ཐམས་ཅད་དཀོན་མཆོག་གི་བརྩེ་སེམས་ཀྱི་བཀོད་པའི་ཁྲོད་གཏོགས་པ་དང། དཀོན་མཆོག་དེ་ནི་ཚད་མེད་པའི་བརྩེ་བའི་བདག་ཉིད་ཅིག་ཡིན་པ་རྟོགས་རྒྱུ་ཚུད་ཡོད། དེ་ནི་འགྲམ་པ་གཞན་དེའང་ཟས་བཅད་པ་དང་སྒྲ་ལ་གཅེས་པའི་བརྩེ་སེམས་ཀྱི་གཞི་རྟེན་འཛུགས་ས་ཡིན། ལྷ་ཡོད་པར་སྨྲ་བའི་ཐབས་ལམ་གྱི། ཚད་མེད་པའི་སྟོབས་ཤུགས་ནི། ཡེ་ཤུའི་ཤེལ་གཏམ་དང་པོ་སྟེ། རླབས་ཆེ་བའི་སྐུ་མཆོག་གི་བརྩེ་བའི་ཞབས་སྟེགས་སུ། དད་ལྡན་ཕོ་མོ་སུ་ཡིན་རུང། ཁོང་ཁྲོའམ་འཁོན་འཛིན་ལྟ་བུའི་གློ་བུར་གྱི་སེམས་ཚོར་དྲག་པོའི་གཞན་དབང་དུ་མ་སོང་བར། གཞན་ལ་བྱ་སྤྱོད་ངན་པ་བྱེད་མཁན་ཚོར་རང་གི་སེམས་སྙིང་རྗེའི་ཚོར་བ་ལྡན་པའི་བསམ་བློ་ཞིག་ཏུ་ཁ་སྤོ་ཐུབ་ཀྱི་ཡོད། འཇིག་རྟེན་བཀོད་པ་པོ་མི་འདོད་མཁན་གྱི་ནང་ཆོས་ནང། ཉམས་ལེན་དེའི་ནང་བསམ་གཞིག་བྱེད་དགོས་པ་འགའ་ཡོད། གཞི་རྩའི་ཆ་ནས་ལས་འབྲས་ཀྱི་རྣམ་གཞག་ལ་བསམ་པས། ང་ཚོས་ལས་གང་བསགས་ཀྱང་དེའི་འབྲས་བུ་རང་གིས་མྱོང་དགོས་སྐོར་ང་ཚོར་དྲན་སྐུལ་བྱེད། དེ་ལས་གཏིང་ཟབ་པའི་ཐོག་ནས་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པའི་གཞི་རྩའི་མངོན་འདོད་ཀྱི་ཆ་ནས། བདག་དང་གཞན་གྱི་གཞི་རྩའི་འདྲ་མཉམ་ལ་བསམ་ན། འདྲ་མཉམ་གྱི་ཚོར་བ་དེ་དང་མཉམ་དུ། ང་ཚོ་འགྲོ་བ་ཀུན་གྱི་ཐུན་མོང་གི་རང་བཞིན་གཏིང་ཟབ་པོ་དེ་ངོས་འཛིན་བྱེད་པས། སྙིང་རྗེ་རྒྱུན་མི་ཆད་པར་ངང་གིས་སྐྱེ་བ་ཡོང་གི་ཡོད། ཉམས་ལེན་དེ་དག་ནང། འདུས་བྱས་ཐམས་ཅད་མི་རྟག་པ་དང། བདག་མེད་པ། རྟེན་འབྲེལ་བཅས་ཀྱི་རང་བཞིན་སེམས་ལ་དྲན་པར་བྱེད། དཔེར་ན། གལ་ཏེ་མི་ཞིག་གིས་རང་ཉིད་ལ་དྲང་བདེན་མིན་པའི་སྤྱོད་ཚུལ་ཞིག་བཟུང་ན། ཁོང་ཁྲོ་དང་བཅས་དེ་ལ་ལན་སློག་རྒྱུའི་ཚབ་ཏུ། ལས་གང་ཞིག་ལས་སྡུག་བསྔལ་འདི་བྱུང་བ་ཡིན་ནམ་ཞེས་པ་དང། ཉོན་མོངས་གང་ཞིག་གིས་གནོད་འཚེ་བྱེད་པོའི་སེམས་དབང་རྒྱུ་བྱས་ཡོད་དམ། གོམས་གཤིས་དང་རྐྱེན་གང་ཞིག་གིས་ཁོ་པར་དེ་ལྟར་བྱེད་བཅུག་ཡོད་དམ། ཞེས་ངེས་པར་དུ་རང་གིས་རང་ལ་སྐད་ཆ་དྲིས་དགོས། དེ་ལྟར་རང་ལ་གནོད་པ་བྱས་པའི་རྒྱུ་རྐྱེན་གྱི་ཐོག་བསམ་གཞིགས་བྱས་ཚེ། འོས་འཚམས་ཀྱི་ཡ་ལན་ནི་ཁོས་ལན་སློག་རྒྱུ་མ་ཡིན་པར། སྙིང་རྗེའི་ཐོག་ནས་སློག་དགོས་ཚུལ་རང་གིས་ངོས་འཛིན་ཐུབ་པ་ཡོང་གི་ཡོད། དེར་མ་ཟད། ནང་ཆོས་ནང་སངས་རྒྱས་ཟིན་པའི་གང་ཟག་ཅིག་གི་སྒྲུབ་བྱེད་གཅིག་པུ་དེ་ནི། ཉེ་བར་མ་འཛེམས་པར་རང་ཤེད་མེད་པའི་ཐོག་ནས་གཞན་སེམས་ཅན་གྱི་དོན་བསྒྲུབ་རྒྱུ་དེ་ཉིད་ཡིན་པའི་ལྟ་ཚུལ་ཞིག་ཡོད། དེ་ནི་སངས་རྒྱས་པའི་མངོན་འདོད་དང་དམིགས་ཡུལ་གཅིག་པུ་དེ་ཡིན། ནང་པ་ཞིག་ཡིན་པའི་ངོས་ནས་གལ་ཏེ་སངས་རྒྱས་ཐུགས་མཉེས་པར་བྱེད་འདོད་ན། ང་ཚོས་ངེས་པར་དུ་བྱེད་དགོས་པའི་བྱ་བ་གཅིག་པུ་དེ་དེ་ཡིན། གཞན་ཡང་རྒྱལ་སྲས་ཆེན་པོ་ཞི་བ་ལྷས་མཛད་པའི་སྤྱོད་འཇུག་ལས། འདི་གཉིས་དེ་བཞིན་གཤེགས་པ་གཉིས་ཆེད་ཡིན། རང་དོན་ཡང་དག་སྒྲུབ་པའང་དེ་ཉིད་དོ། འཇིག་རྟེན་སྡུག་བསྔལ་སེལ་བའང་དེ་ཉིད་དེ། དེ་ལྟས་བདག་གིས་རྟག་ཏུ་འདི་ཉིད་བྱ། ཅེས་གསུངས། ཤོག་གྲངས་བརྒྱ་དང་བརྒྱད་ཅུ་གྱ་གཉིས། གཞན་ཕན་གྱི་ལས། ཉིན་རེའི་མི་ཚེའི་ནང་ཉམས་ལེན་གྱི་ཆ་ནས་ཚད་མཐོ་ཤོས་ཀྱི་སྙིང་རྗེ་ནི། རང་འདོད་མེད་པར་གཞན་ལ་ཞབས་འདེགས་བསྒྲུབ་རྒྱུ་དེ་ཡིན། དེ་ལ་མཐའ་གཅིག་ཏུ་གཞན་ལ་ཕན་པའི་ལས་ཞེས་ཀྱང་བྱ། ཁྱད་ཆོས་འདི་སྲོལ་རྒྱུན་ཚང་མས་ཐོ་གལ་ཆེན་པོ་བྱས་ནས་གསུང་གི་ཡོད། ཁྱད་ཆོས་འདི་སྒྲུང་ངམ་ཡང་ན་གྲོས་མོལ་གྱི་ལམ་ནས་ཐད་ཀར་བདམས་མིན་ལ་མ་ལྟོས་པར། འཛམ་གླིང་ནང་ཆོས་ལུགས་ཁག་གི་གསུང་རབ་ཀྱིས་རང་རང་སོ་སོའི་རྗེས་འཇུག་ཚོ། ཁྱད་ཆོས་དེ་དོན་དུ་གཉིས་བསྒྱུར། ལམ་སྟོན་བྱེད་ཀྱི་ཡོད། ལེགས་སྦྱར་གྱི་སྲོལ་རྒྱུན་ནང། སྟོན་པའི་སྐྱེས་རབས་ལས་གསུངས་པའི་སྒྲུང་གྲགས་ཅན་ཞིག་ཡོད་པ་ནི། མི་ན་གཞོན་ཞིག་ནགས་ཀྱི་དཀྱིལ་དུ་བཀྲེས་སྐོམ་གྱིས་མནར་བའི་སྟག་མོ་ཞིག་དང་འཕྲད། སྟག་མོ་དེ་ནི་བཀྲེས་སྐོམ་གྱིས་ལུས་ཟུངས་ཉམས་ཏེ། ཟས་ཀྱང་འཚོལ་མི་ཐུབ་པར། རང་གི་སྟག་ཕྲུག་བཟོས་ནས་འཚོ་གནས་བྱེད་ཐུབ་ཙམ་ཡོད། ཁོང་གིས་དེ་གཟིགས་པ་དང། སྙིང་རྗེས་མ་བཟོད་པར། རང་གི་ལུས་སྟག་མོར་བྱིན། འོན་ཀྱང་སྟག་མོ་ལུས་སྟོབས་ཞན་པས། ཚུར་འཐབ་རྒོལ་བྱེད་མི་ཐུབ་སྟབས། རང་གི་ལུས་ཀྱི་ཤ་རང་གིས་བཅད་ནས་སྟག་མོར་བྱིན་ཞེས་པ་དེ་ཡིན། ཡེ་ཤུའི་རྣམ་ཐར Gospel ནང། ཡེ་ཤུ་ཡིས Good Samaritan གྱི་ལུག་གི་བསླབ་བྱའི་སྒྲུང་གཏམ་ཞིག་གསུངས་པའི་ནང། ལམ་ཟུར་ཞིག་ཏུ་ཇག་པས་བཅོམ་སྟེ་ཕར་འགྲོ་ཚུར་འོང་བྱེད་མཁན་གྱི་སྣང་མེད་དུ་བསྐྱུར་ནས་འཆི་ལ་ཉེ་བའི་མི་ཞིག Samaritan གྱིས་མཐོང་བ་དང། སྙིང་རྗེས་མ་བཟོད་པར། ཁོ་པའི་རྨ་ཁ་བསྡམས་ནས་རང་གི་བོང་བུའི་སྟེང་ལ་བསྐྱོན་ཏེ་སྦྲུལ་ཁང་ཞིག་ནང་བསྐྱལ། དེ་ནས་རྨས་མ་དེ་སྦྲུལ་ཁང་དེའི་ནང་བཞག་སྟེ་རྣལ་མོར་དངུལ་སྤྲད་དེ། ཁོ་པར་ལྟ་རྟོག་བྱ་རྒྱུ་མངགས། ཇིའུ་ཁྲི་མི་ཏལ་མུ་ནང། ཁྱོད་སོ་སོའི་དཀོན་མཆོག་གི་རྗེས་སུ་འཇུག་དགོས། འོན་ཀྱང་ཕྲ་ཚོགས་ཆེ་བའི་གང་ཟག་ཅིག་གིས་དཀོན་མཆོག་གི་རྗེས་སུ་ཇི་ལྟར་འཇུག་ཐུབ་བམ། དེའི་དོན་ནི། གོས་མེད་མཁན་ལ་གོས་སྦྱིན་པ་དང། ནད་པར་ལྟ་རྟོག་བྱེད་པ། མྱ་ངན་བྱེད་མཁན་ལ་སེམས་གསོ་གཏོང་བ། གཤིན་པོ་དུར་འཇུག་བྱེད་པ་བཅས་ཁོང་གི་ཡོན་ཏན་གྱི་རྗེས་འགྲོ་བྱ་རྒྱུར་གོ་དགོས། དེ་བཞིན་གཅེར་བུ་པའི་དགེ་འདུན་པ་སྐུ་འདྲ་སྐུ་འདྲས་བརྩམས་པའི། འཇིག་རྟེན་ཁམས་ཀྱི་རྩོམ་གཞི་ལྔ། མཆན། སེམས་ཅན། རྫས་སམ་སེམས་མེད་བེམ་པོ། རླུང། ཆོས་མིན་ནམ་མཁའ། འཇིག་རྟེན་ཁམས་ཀྱི་རྩོམ་གཞི་ལྔ་ཞེས་པའི་སྤྱིར་བུམ་པའི་གསུང་རབ་ནང། དགེ་རྩ་སྟེ། བཀྲེས་སྐོམ་གྱིས་མནར་བ་དང། ཁ་སྟབས་སྐྱོ་བའི་སེམས་ཅན་མཐོང་བ་དང། སེམས་ཀྱི་མ་བཟོད་པར། སྙིང་རྗེས་ཀུན་ནས་བསླངས་ཏེ། ཁོ་ཚོར་སྟོང་གཟིགས་རོགས་རམ་བྱེད་པ་ནི་དགེ་བའི་བྱ་བ་ཞིག་ཡིན་ཅེས་གསུངས་ཡོད། ཧིན་དུའི་ཆོས་ལུགས་ཀྱི་རིག་བྱེད་ཀྱི་གཞུང Upanishad ནང། འབྲུ་སྐད་དང་མཉམ་དུ་བྱུང་བའི་གྲོས་མོལ་སྙན་གྲགས་ཅན་ཞིག་ཡོད། དེའི་ནང་སྙན་ངག་གི་ཐོག་ནས། སྡོམ་སེམས་ནས་སྙིང་རྗེའི་བར་གྱི་བླང་དོར་སྐོར་བསྟན་ཡོད། ལྷ་དང། མི། ལྷ་མ་ཡིན་དང་བཅས། སློབ་མའི་ཚུལ་དུ་ལྷན་གཅིག་ཏུ་བསྡད་པ་དང། ཁོང་ཚོའི་ཆོས་ཕྱོགས་ཀྱི་སློབ་གཉེར་ཚར་སྐབས། ཁོང་ཚོས་གང་སྦྱངས་ཟིན་པའི་ཐོག་ལ། སྡོམ་ཞིག་གནང་རོགས་ཞེས་དཀོན་མཆོག་ལ་ཞུས། ཁོང་ཚོའི་སློབ་གཉེར་གྱི་དུས་ཚོད་རྫོགས་པའི་ཚེ། ལྷ་རྣམས་ཀྱིས། ཡབ་ཆེན་ལགས། ང་ཚོར་བསླབ་རོགས་གནང། ཞེས་ཞུས་པ་དང། ཁོང་གིས། ཡིག་འབྲུ་བདའ། གསུངས་ཏེ། ཁྱེད་ཚོས་ཤེས་སོང་ངམ། ཞེས་བཀའ་གནང་བས། ཁོང་ཚོས་ཤེས་སོང། ཞེས་ལན་བཏབ། ཁྱེད་ཀྱིས་ང་ཚོ་རང་གིས་རང་ཚོད་འཛིན་བྱེད་དགོས་ཞེས་གསུངས་བྱུང་ཞེས་ཞུས། ཨོ། ཁྱོད་ཚོས་ཤེས་འདུག་ཅེས་གསུངས། དེ་ནས་མི་རྣམས་ཀྱིས་ཁོང་ལ། ང་ཚོར་བསླབ་རོགས་གནང་ཞེས་ཞུས་པས། ཁོང་གིས་ཡིག་འབྲུ་འདྲ་གསུངས་ཏེ། ཁྱེད་ཚོས་ཤེས་སོང་ངམ། ཞེས་བཀའ་གནང་བ་དང། ཁོང་ཚོས། ཤེས་སོང། ཞེས་ལན་ཕུལ། ཁྱེད་ཀྱིས་ང་ཚོར་སྦྱིན་པ་ཉམས་ལེན་བྱེད་དགོས་པ་གསུངས་བྱུང་ཞེས་ཞུས། རེད། ཁྱེད་ཚོས་ཤེས་འདུག། ཅེས་གསུངས། དེ་རྗེས་ལྷ་མ་ཡིན་གྱིས་ཁོང་ལ། ང་ཚོར་བསླབ་རོགས་གནང་ཞེས་ཞུས་པས། ཁོང་གིས་ཡིག་འབྲུ་འདྲ་གསུངས་ཏེ། ཁྱེད་ཚོས་ཤེས་སོང་ངམ་ཞེས་བཀའ་གནང་བས། ཁོང་ཚོས། ཤེས་སོང། ཞེས་ལན་ཞུས། ཁྱེད་ཀྱིས་ང་ཚོར་སྙིང་རྗེ་ཅན་ཞིག་བྱེད་དགོས་ཞེས་གསུངས་བྱུང། ཞེས་གསོལ། རེད། ཁྱོད་ཚོས་ཤེས་འདུག། ཅེས་གསུངས། དེ་ནི་དཀོན་མཆོག་གིས་གསུངས་ཏེ། འབྲུག་སྐད། འདྲ། འདྲ། འདྲ། ཞེས་ལན་འགའ་བསྟུད་མར་གྲགས་པས། རིམ་བཞིན། རང་གིས་རང་ཚོད་འཛིན་དགོས་པ་དང། སྦྱིན་པ་ཉམས་ལེན་དགོས་པ། སྙིང་རྗེ་ཅན་ཞིག་དགོས་པ་བསྟན། དེས་ན་འདི་གསུམ་པོ་ངེས་པར་དུ་ཉམས་ལེན་བྱེད་དགོས་པ་ཡིན། ཧིན་དུའི་སྲོལ་རྒྱུན་ནང་གི་གུས་བརྩི་ཆེ་ཤོས་བྱེད་སའི་གནའ་བོའི་བསྟན་བཅོས་ཤིག་གི་ནང། སྡོམ་སེམས་ནས་སྙིང་རྗེའི་བར་གྱི་བཟང་སྤྱོད་ཀྱི་ལམ་གྱི་སྙིང་པོ་གོ་བདེ་བར་བསྟན་ཡོད། དེང་དུས་འཛམ་གླིང་ནང་དེ་ལྟ་བུའི་གཞན་ཕན་གྱི་ལྟ་བའི་དཔེ་མཚོན་རྨད་དུ་བྱུང་བ་མང་པོ་ཡོད། མ་མདའ་སྤྲེལ་རི་ས་དང་འབའ་པ་ཨམ་ཁྲི་ལྟ་བུའི་དཔེ་མཚོན་མི་སྣ་རྣམས་ཇི་ཙམ་ཡིད་སྨོན་བྱ་ཡུལ་དུ་གྱུར་ནའང། གཞན་ཕན་གྱི་ལས་ནི་དེ་ལྟ་བུའི་སྐྱེས་བུ་དམ་པ་གཅིག་པུས་བྱེད་ནུས་པ་ཞིག་ཏུ་ང་ཚོས་རྩ་བ་ནས་བསམ་བློ་གཏོང་མི་ཉན། གཞན་སྨན་གྱི་ལས་སྒྲུབ་ནུས་པ་ནི་ང་ཚོ་ཚང་མའི་རྒྱུད་ལ་ཡོད་ཅིང། སུ་ཡིན་རུང་ཉིན་རེའི་མི་ཚེའི་ནང་སྒྲུབ་ནུས་པ་ཞིག་ཡིན། གལ་ཏེ་ནག་ཚའི་དུས་སྐབས་སུ་ཇིའུ་མི་རིགས་སྐྱོབ་རོགས་བྱེད་མཁན་གྱི་ཆོས་དད་ཡོད་མེད་ལ་མ་ལྟོས་པའི་མི་དཀྱུས་མ་རྣམས་ལ་བསམ་ན། དེ་ལྟའི་བྱ་སྤྱོད་མང་པོ་ཞིག་མཐའ་གཅིག་ཏུ་གཞན་ཕན་གྱི་ཀུན་ནས་བསླངས་ཏེ་བརྩམས་ཤིང། དེའི་རྐྱེན་གཙོ་བོ་ནི་འགྲོ་བ་མི་རིགས་གཅིག་གྱུར་ཡིན་པའི་འདུ་ཤེས་ཡིན། འོན་ཀྱང་གཞན་ཕན་གྱི་ལས་ནི། དཔེར་ན། ལམ་ཟུར་གྱི་རྒན་པོ་དང་ལོང་བ་རྣམས་ལ་རང་ཁུལ་གྱི་རོགས་རམ་བྱེད་པ་དང། མ་དང་ཕྲུ་གུ་རྣམས་ལ་རླངས་འཁོར་རམ་མེ་འཁོར་ནང་འགྲོ་སྐབས་རྐུབ་སྟེགས་སྦྱིན་པ། བག་འགྲིག་པའི་སྐབས་རྫ་དྲག་གི་དགོས་མཁོ་ཡོད་པ་རྣམས་སྔོན་དུ་གཏོང་བ་སོགས་ཆུང་ཙག་དེ་དྲང་སྒྲུབ་རྒྱུ་ཡོད། དངོས་མང་ངོས་ནས་མཐོང་མྱོང་ཡོད་པས། འཛམ་གླིང་དམག་ཆེན་དང་པོའི་སྐབས་བརྒྱབ་པའི་འདྲ་པར་ཞིག་སེམས་ལ་དྲན་གྱི་འདུག་དེའི་ནང་དམག་འཁྲུག་ཅིག་གི་སྐབས་དགྲ་ཡི་ཕྱོགས་གཏོགས་ཏུར་ཀིའི་དམག་མི་རྨས་མ་ཞིག་ལ། ཁ་གཏད་མཐུན་ཕྱོགས་ཀྱི་རྒྱལ་ཁབ་ཀྱི་དམག་མི་ཞིག་གིས་སྨན་བཅོས་བྱེད་ཀྱི་འདུག་དེ་ཡང་དམག་འཁྲུག་མཚམས་འཇོག་བྱས་མ་ཐག་ཕྱོགས་གཉིས་པོས་ཐུན་མོང་གི་སྡུག་བསྔལ་ཐོག་ནས། འགྲོ་བ་མིའི་རིན་པའི་ཐོག་བསྐྱར་ལོག་བྱས་པ་དང། དེའི་ཐོག་ནས་ཁོང་ཚོས་ཐ་ན་དགྲ་ཡི་སྡུག་བསྔལ་ལའང་བསམ་ཤེས་བྱེད་ཐུབ་པ་བྱུང། འཛམ་གླིང་ནང་གི་ཆོས་ལུགས་ཁག་ལ་རྒྱུས་མངའ་རོབ་ཙམ་བྱ་རྒྱུ་བྱུང་བ། འདིའི་ཐོག་ནས། ངའི་བསམ་པར། སྙིང་རྗེ་གཙོ་བོར་འཛིན་པའི་དེ་དག་གི་བཟང་སྤྱོད་ཁྲོད་ལས། ང་ཚོར་རླབས་ཆེ་བའི་ཐུན་མོང་གི་རྟེན་ས་ཞིག་གསར་རྟོགས་བྱུང་ཡོད། དེའི་ཐད་གལ་ཏེ་ང་རང་ནོར་མེད་ན། འབྱུང་ཁུངས་དེ་ནི་རིག་གཞུང་དང་ཆོས་ལུགས་ཀྱི་སྲོལ་རྒྱུན་ཆེ་ཁག་ཚང་མའི་ནང་རྩ་བ་ཚུགས་པའི་འགྲོ་བ་མིའི་བདེ་ཐབས་ཀྱི་འབྱུང་རྩ་ཞིག་ཡིན། གོང་གི་དེ་དག་ཚང་མ་འགྲོ་བ་མི་རིགས་གཅིག་གྱུར་དང་འགྲོ་བ་མི་ཡོངས་ཁྱབ་ཀྱི་དགོས་མཁོ་དང་མངོན་འདོད་བཅས་ངོས་འཛིན་བྱེད་པའི་ཐོག་ལ་རག་ལས་ཤིང། དེ་ཡང་ང་ཚོ་འགྲོ་བ་མིའི་གཞི་རྩའི་རིན་ཐང་གི་ཐོག་ནས་གྲུབ་ཐུབ། གལ་ཏེ་ང་ཚོས་ཆོས་ལུགས་ཀྱི་འབྱུང་ཁུངས་དེ་དག་གཞི་རྩའི་རིམ་པ་དེའི་ཐོག་བསྐྱོད་དེ་བེད་སྤྱོད་བྱས་ཚེ། སྲོལ་རྒྱུན་དེ་དག་གིས་གོ་ལ་འདིའི་སྟེང་བདེ་སྐྱིད་འབྱུང་ཁུངས་ཤིག་བྱེད་ཐུབ་པ་དེ་སྟོན་གྱི་ཡོད། ཕྱོགས་ལྷུང་ལས་རྣམ་པར་རྒྱལ་བ་དང་འཁྲུག་རྩོད་ལ་གདོང་ལེན་བྱེད་པ། ཉམ་ཐག་དང་དབུལ་པོའི་དཀའ་ངལ་སེལ་བར་རོགས་རམ་བྱེད་ཐུབ་མཁན་ནི། འཛམ་གླིང་གི་ཆོས་ལུགས་ཡིན། ངོས་རང་ཐེངས་གཅིག་ཇེ་རུ་ས་ལམ་ནང་ལྟ་སྐོར་དུ་བསྐྱོད་པའི་སྐབས། གནད་དོན་དེར་ཁ་ཡོད་ལག་ཡོད་ཀྱི་ངེས་ཤེས་རྙེད་བྱུང། པཱ་ལི་སི་ཐན་ནི་ཡན་དང་ཨི་སི་རལ་ལིའི་ཕྲུ་གུ་རྣམས་ཀྱི་ཆེད་དུ་ཟིན་བྲིས་གཉེར་མཁན། ངོས་ཀྱི་གྲོགས་པོ་ཨི་སི་རལ་གྱི་དགེ་རྒན་ཞིག་དང། ཞི་བདེ་དོན་གཉེར་བ་ཞིག་ཐུག་འཕྲད་བྱུང། ཁོང་གིས་གསུངས་དོན། རང་གིས་མི་དགའ་ས་དང། རང་ལ་འཇིགས་སྣང་དང་སྡང་འཛིན་སློང་མཁན་གྱི་མི་ཞིག་དང་འཕྲད་ཚེ། ངེས་པར་དུ་མི་དེའི་ངོ་གདོང་ཐོག་ཀུན་སྤྱོད་ཀྱི་ཞལ་རས་སྒོམ་རྒྱུའང་སློབ་ཀྱི་ཡོད་སྐོར་དང། དེ་བཞིན་ཁོང་གིས་སྔོན་མ་ཁོ་རང་གི་སློབ་མ་བྱེད་མྱོང་བ་པེ་ལི་སི་ཐན་གྱི་སློབ་ཕྲུག་ཅིག་ཕྱིས་སུ་ཁོ་རང་ཐུག་འཕྲད་དུ་སླེབས་བྱུང། སློབ་ཕྲུག་དེས་སྔོན་མ་ཁོ་རང་ཨི་སི་རེལ་གྱི་འགག་སྒོ་བརྒྱུད་དེ་འགྲོ་སྐབས། དམག་མི་དེ་དག་མཐོང་མ་ཐག་ཁོ་རང་གི་སེམས་ནང་ཁོང་ཁྲོ་དང་འཇིགས་སྣང་སྐྱེས་ཀྱི་འདུག་འོན་ཀྱང་ད་ཆ་དམག་མི་དེ་དག་གི་ངོ་གདོང་དོགས་ནས། སྐུ་མཆོག་གི་ཞལ་རས་ཤར་སྒོམ་བྱས་པ་ལ་བརྟེན་ནས་དེ་ལྟ་བུའི་སེམས་ཚོར་དྲག་པོ་ཡོང་གི་མི་འདུག་ཅེས་བརྗོད་སྐོར་ངོས་ལ་གསུངས་བྱུང། དེ་ནི་ཆོས་ལུགས་ཀུན་གྱིས་ཕུགས་ཀྱི་དམིགས་པར་འཛིན་པའི་ཀུན་ཁྱབ་སྙིང་རྗེ་མ་ཡིན་ཀྱང། ཆོས་ལུགས་ཀྱི་བསླབ་བྱ་སྙིང་རྗེའི་ཐོག་ནས་ཞེ་སྡང་ལས་ལྡོག་ཐབས་རྨད་དུ་བྱུང་བ་ཞིག་དང་དཔེ་མཚོན་ངོ་མ་ཞིག་ཡིན།